གང་ལྟར་ལས་འབྲས་ཀྱི་བླང་དོར་ལ་ཚུལ་བཞིན་དུ་བསླབ་པའི་ཐོག་ནས་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཀྱིས་མཚོན་པས་ཨ་ནི་སྡིག་པའི་ལས་ལ་འཛེམ་ཞིང། དགེ་བའི་ལས་ལ་གང་ཐུག་བརྩོན་པ་ཅིག་གོ་གི་ཡོད་ཡིན་པ་རེད། དེ་འདྲའི་ཅིག་བྱུང་པ་ཡིན་ན་ཨ་ནི་དོན་ལ་རང་གིས་རང་ལ་སྐྱིད་པ་ཅིག་བཟོ་གི་ཡོད་ཡིན་པ་རེད། རང་གིས་རང་ལ་སྐྱིད་པ་ཅིག་བཟོས་ཟེར་ཡ་དེ་མི་ཚེ་འདི་ལ་ཡི་ཡོང་གི་རེད་ལ་སྐྱེ་བ་ཕྱི་མ་རྣམས་སུ་ཡིན་ན་ཡང་བདེ་ནས་བདེ་བ་ལ་འགྲོ་བར་བྱ་ཡག་གི་ངན་སོང་ལ་མི་ལྟུང་བར་བདེ་འགྲོར་བྱ་ཡག་སྟེ་ལས་འབྲས་ཀྱི་བླང་དོར་ལ་བསླབ་པའི་ཐོག་ནས་ཡོང་ཡག་ཅིག་ཡིན་པ་རེད། ལས་འབྲས་ཀྱི་བླང་དོར་ཟེར་མཁན་གྱི་ལས་འབྲས་བྱ་ཡག་དེ། ཚིག་དེ་ཆོས་ཚིག་རེད། ལས་འབྲས། རེད་དེ་དོན་ངོ་ཐོག་ཚན་རིག་དང་མཐུན་པ་ཅིག་གི་སྐད་ཆ་ཡིན་པ་རེད། ཚན་རིག་དང་མཐུན་པའི་སྐད་ཆ་ཡིན་ལུགས་ཡིན་དྲགས་ནས་ག་རེ་རེ་ཟེར་ན། དེང་སང་ང་རང་ཚོའི་ཁོར་ཡུག་སྲུང་སྐྱོབ་ཟེར་མཁན་གྱི་སྐད་ཆ་འདུག་བ་དེ་ནང་པའི་ཆོས་ཀྱི་སྐད་ཆ་མ་རེད་བ། སྤྱི་ཚོགས་ཀྱི་སྐད་ཆ་ཅིག་རེད་བ། ཁོར་ཡུག་སྲུང་སྐྱོབ་ཟེར་མཁན་དེ་གི་སྐད་ཆའི་བརྗོད་བྱའི་ནང་ལ་ག་རེ་བཤད་ཀྱི་འདུག་ཟེར་ན། རྩི་ཤིང་ནགས་ཚལ་འདེབས་འཛུགས་བྱེད་དགོས་ཀྱི་རེད། རྩི་ཤིང་ནགས་ཚལ་བག་མེད་གཏུབ་སྤྱོད་བྱས་ན་ཨེ་ནི་འགྲིག་གི་མ་རེད། གད་སྙིགས་འདྲ་མི་འདྲ་མེ་དྲ་དང་དེ་འདྲ་དེ་འདྲ་བྱས་པ་ཡིན་ན་ཨ་ནི་ཁོར་ཡུག་འབག་བཙོག་ཆགས་ཀྱི་རེད། པ་དེ་བྱས་པ་ཡིན་ན་གནོད་ཀྱི་རེད་ཟེར། དེ་རིང་རྩི་ཤིང་ནགས་ཚལ་ཁ་ཤས་ཤིག་བཏུབ། བཅའ་ལག་མེ་དྲ་འདྲ་རིགས་འདྲ་མི་འདྲ་ཅིག་མེ་དྲ་ཅིག་བཏང་པ་དང་སང་ཉིན་ལམ་སང་ང་རང་ཚོ་ནད་པ་ཆགས་དེ་འདྲའི་སྐད་ཆ་དེ་མ་རེད་པ། མ་རེད་དེ་ད་ལྟའི་ང་ཚོའི་མི་ཐོག་དེ་གིས་དུས་ཚོད་ལ་ཡང་དོ་སྣང་མ་བྱས་པ་བྱས། ཨ་ནི། སོ་སོས་རང་མོས་དེ་འདྲ་བྱས་པ་ཡིན་ན། ང་ཚོའི་མི་ཐོག་རྒྱལ་དམངས་ཀྱི་ཚ་བོ་ཚ་མོ་སྤུ་གུ་བུ་ཕྲུག་ཚ་བོ་ཚ་མོ་དེ་ཚོའི་སྐབས་ལ་ཨེ་ནི་ལུང་པ་འདི་ལ་ཆ་རྒྱུས་དུས་སུ་བབས་ཡ་དང་དུ་ཚོ་ལ་དཀའ་ངལ་འཕྲད་ཀྱི་ཡོད་པ་དང་ཨེ་ནི་ན་ཚ་འདྲ་མི་འདྲ་ཡོང་ཡ་དང་ཉི་མས་ཀྱི་ཉི་དུག་འོད་ཀྱི་འོད་ཟེར་གྱི་དུག་དེ་འདྲའི་མང་པོ་ཡོང་ཡ་དེ་འདྲའི་ཉེན་ཁ་ཡོང་གི་རེད་དེ་འདྲའི་ཅིག་གི་ཉེན་ཁ་མི་ཡོང་ཡ་གི་དོན་དག་ལ་ད་ལྟ་ང་ཚོའི་མི་ཐོག་སྐབས་ནས་དུས་ཚོད་ལས་སྲུང་སྐྱོབ་བྱེད་དགོས་གི་རེད་ཟེར་ནས་ད་དེང་སང་འཛམ་བུ་གླིང་ལ་སྐད་སྐད་ཆེན་པོ་རྒྱག་གི་ཡོད་རེད་བ། ད་ལྟའི་ང་ཚོའི་གི་བྱེད་སྤྱོད་བཟང་པོ་ཅིག་བྱས་པ་ཡིན་ན་མི་ཐོག་རྗེས་མ་དུས་ཚོད་ལ་བདེ་སྐྱིད་ཐོས་པ་ཡོང་གི་ཡོད། ད་ལྟའི་ང་ཚོའི་མི་ཐོག་གི་བྱ་སྤྱོད་དེ་དྲན་ཤེས་བག་ཡོད་མེད་པས་གང་འགྱུར་མ་འགྱུར་བྱས་པ་ཡིན་ན། ཨེ་ནས་མི་ཐོག་རྗེས་མ་དེ་ལ་དཀའ་ངལ་འཕྲད་ཀྱི་ཡོད། ད་ཁོར་ཡུག་སྲུང་སྐྱོབ་ཟེར་མཁན་དེ་ལས་འབྲས་སྐད་ཆ་ཅིག་རེད་བསྡད་འདུག་བ། ད་ལྟའི་མི་ཐོག་དེ་གི་བྱ་བ་བཟང་ཞན་གཅིག་ལ་བརྟེན་ནས་འབྲས་བུ་དེ་མི་ཐོག་རྗེས་མ་དེ་ལ་དཀའ་ངལ་ཡོང་གི་ཡོད་དང་བདེ་སྐྱིད་ཡོང་གི་ཡོད་ལ་ད་ལྟའི་འདི་གི་བཟང་ཞན་གི་ཐོག་ལ་དེ་ལས་འབྲས་ཟེར་མཁན་དེ་དང་ཏག་ཏག་ཏག་ཏག་ཅིག་འགྲོ་བ་རུ་བ། ཨོ་དེ་འདྲས། ནམ་རྒྱུན་ལས་འབྲས་ཀྱི་སྐོར་གསུངས་ཡོད་འདུག་སེམས་པའི་ལས་དང་བསམ་པའི་ལས་ཟེར་ནས་གསུང་གི་ཡོད་པ། སེམས་པའི་ལས་དང་བསམ་པའི་ལས་ཟེར་ནས་སེམས་པའི་ལས་ཟེར་མཁན་དེ་དཔེར་ན། གྲོང་ཁྱེར་ནིའུ་ཡོག་གི་གྲོང་ཁྱེར་འདི་འདྲ་བོ་ཅིག་ལ་ཆ་བཞག་པ་ཡིན་ན། ཨོ། ཆུ་རྒྱུག་ས་སོགས་ཡུར་བུ་འདི་འདྲས་ཅིག་བཟོས། ལམ་ཁ་འདི་འདྲས་ཅིག་བཟོས། ཁང་པ་འདི་འདྲས་ཅིག་ཡར་བསླངས། ཨོ་འདི་འདྲས་ཅིག་བྱས་ཟེར་ཡག་གི་ཐིག་ཚད་གཏན་འབེབས་བྱས་བསམ་མནོ་བཀོལ་ཡག་དེ། སེམས་པའི་ལས་ཟེར་མཁན་དེ་རེད་བ། དེ་ཡག་པོ་གཅིག་གི་རྩིས་དུས་ཚོད་མ་འཁྲུག་པ་གཅིག་དང་ཡག་པོ་གཅིག་བྱུང་པ་ཡིན་ན། ས་ཕག་བརྩི་གི་ཡོད་ན་རེད། ཨར་འདམ་བརྩི་གི་ཡོད་ན་རེད་དུག་བྱས་ནས་ལམ་ཁ་བཟོ་ས་ལ་ལམ་ཁ་ཆུ་ཡུར་བཟོ་ས་ལ་ཆུ་ཡུར་དེ་གི་དགའ་འགའ་བྱས་པ་ཡིན་ན་གྲོང་ཁྱེར་འདི་ཡིན་ནའི་བས་ཏེ་ཆུ་གི་རྙོག་དྲ་དང་གཅིག་ལམ་གི་རྙོག་དྲ་དང་གློག་གི་རྙོག་དྲ་དང་དེ་འདྲ་ཁ་སྐད་མེད་པ་གཅིག་ཡོང་ཡ་གཅིག་རེད་འདུག་བ། འོ་དེ་དང་པོ་འཆར་གཞི་བཀོད་ཡག་གི་སྲབ་ཁྲ་དེ་བཟོས་པའི་སྐབས་ལ་ད་ནོར་མ་ནོར་གང་ལ་ཐུག་ཡོང་གི་འདུག་བ། སེམས་པའི་ལས་དང་བསམ་པའི་ལས་ཟེར་མཁན་དེ་དེ་ག་རེད་བ། ཨོ། དང་པོ། སོ་སོའི་ཀུན་སློང་གི་ཁྱད་པར་གྱི་བཟང་སྤྱོད་ཅིག་དང་འབྲེལ་བའི་ཐོག་ནས་ལུས་ངག་གི་བྱ་བ་བཟང་པོ་དེ་ལ་བརྟེན་ནས་འབྲས་བུ་བདེ་སྐྱིད་ཅིག་ཡོང་ཡ། ཀུན་སློང་གི་ཁྱད་པར་དེ་དང་འབྲེལ་བའི་ཐོག་ནས་ལུས་ངག་གི་བྱ་སྤྱོད་ངན་པ་ཅིག་དང་འབྲེལ་ན་དེའི་འབྲས་བུ་དེ་དཀའ་ངལ་ཅིག་ཡོང་ད་ཡ། ད་དེ་གའི་དེ་ལས་འབྲས་ལས་འབྲས་ཟེར་མཁན་དེ་ཆོས་ཀྱི་ཚིག་གི་ཐོག་ནས་བྱུང་བ་རེད་དེ་དོན་ངོ་ཐོག་དེ་སྤྱི་ཚོགས་ཀྱི་དངོས་ཡོད་གནས་སྟངས་ཅིག་དང་ཡང་ན་སྒྲའི་བརྡ་ཡག་ཚིག་རིགས་དང་མཐུན་པ་ཅིག་ཐོག་ནས་ཡིན་བསྡད་ཡ། དེ་འདྲ་ཡིན་དུས། གནས་སྐབས་ཀྱི་བསྒྲུབ་བྱ་མངོན་མཐོ་ཟེར་ཡ་དེ་ཆོས་ཚིག་གཅིག་གི་སྐད་ཆ་མ་ཡིན་པར་ད་ལྟའི་ང་རང་ཚོ་འཛམ་བུ་གླིང་འདི་ག་རང་གི་ནང་ལ་ཡ། ཡང་ན་གཅིག། འཚོ་གནས་ཀྱི་སྐབས་ལ་ཡ་བདེ་སྡུག་དང་འབྲེལ་བ་ཡོད་བསྡད་པ་ཅིག་དང་སྤྱི་ཚོགས་དང་འབྲེལ་བ་ཡོད་བསྡད་པ་ཅིག་ཡིན་བསྡད་ཡ། ད་མཐར་ཐུག་གི་བསྒྲུབ་བྱ་ངེས་ལེགས་ཟེར་མཁན་དེ་ད་སྤྱི་བཏང་བྱས་ན་ཆོས་རང་རེད། ཆོས་རང་གི་ཐོག་ནས་ཞུགས་དགོས་བར་ཐར་བ་དང་ཐམས་ཅད་མཁྱེན་པར་ཟད་ཅིང། ད་ཁོ། དེ་འདྲའི་དེ་གིས། མཐར་ཐུག་གི་བསྒྲུབ་བྱ་སངས་རྒྱས་ཀྱི་གོམས་པ་དེ་འདྲའི་སྤྱི་དང། ཐམས་ཅད་མཁྱེན་པའི་གོམས་པར་བསྒྲུབ་ཡ་གི་དོན་དག་ལ་བྱམས་པ་དང་སྙིང་རྗེ་དང། སྟོང་པ་ཉིད་ཀྱི་ལྟ་བ་དང་རྟེན་འབྱུང་གི་ལྟ་བ་ཟེར་མཁན་ཅིག་དེ་འདྲས་ཅིག་གོ་རེད་དེ་ཉམས་སུ་ལེན་གོ་རེད་དེ་གཉིས་གཉིས་ལམ་ཐབས་ཤེས་གཉིས་མེད་པར་འབྲས་བུ་སྐུ་གཉིས་འགྲུབ་གི་མ་རེད་ཟེར་ཏེ་གསུང་གི་ཡོད་རེད་དེ་དེ་འདྲའི་ལམ་ཐབས་ཤེས་གཉིས་དེ་དངོས་གནས་དྲ་གནས་ཀྱི་སྤྱི་ཚོགས་བདེ་སྐྱིད་ཀྱི་རྩ་བ་ཅིག་ཆགས་ཀྱི་ཡོད་བསྡད་པ་ཅིག་ངས་ཁ་སང་དང་པོ་ཡི་ཞུས་པ་ཡིན་པ། འོ། གང་ལྟར། འཕྲེད་དར་ཆེན་པོ་ཁིག་ནས་འཛམ་གླིང་ཞི་བདེ་ག་ཚད་ལབ་ན་ཡི་ཞི་བདེ་ཆགས་ཟེར་མཁན་དེ་ཁག་པོ་རེད་བ། ནང། སྐྱེས་བུ། ནང་གི་རྣམ་ཤེས་དེ་གི་སྔོན་གནས་དྲང་གནས་ཀྱི་བྱམས་བརྩེ་ལྡན་པ་ཅིག་དང། ཡ་རབས་སྤྱོད་བཟང་དང་ལྡན་པ། གཞན་ཕན་དང་ལྡན་པ་ཅིག་བྱུང་བ་ཡིན་ན་ཏང། ངོས་ནས་དྲང་གནས་ཀྱི་སྤྱི་ཚོགས་བདེ་སྐྱིད་དེ་ནས་ཡོང་གི་རེད་བ། ཞི་བདེ་དེ་ནས་ཡོང་གི་རེད་བ། དེ་ག་ནས་ཡོང་བ་རེད་ཟེར་ན། བྱམས་པ་དང་སྙིང་རྗེ་རྩ་བར་གྱུར་བའི་བྱང་ཆུབ་ཀྱི་སེམས། རྟེན་འབྱུང་གི་ལྟ་བ་འདི་ལ་བརྟེན་ནས་ཏང་ཡོང་དགོས་ཡ་ཅིག་ཏན་ཏན་ཆགས་ཀྱི་འདུག་བ། དེ་འདྲ་ཡིན་དུས། ངེས་ལེགས་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་བསྒྲུབ་ཟེར་ངེས་དེ་ཡང་ད་ལྟའི་ང་ཚོའི་སྤྱི་ཚོགས་དེ་ལ་ཧ་ཅང་གི་འབྲེལ་བ་ཆེན་པོ་ཡོད་བསྡད་པ། ད་ལ་ལན་སོ་བདུན་གྱི་བརྗོད་བྱ་རྡོག་རྡོག་འོ་དེ་རེད་དཱ། འོ་ད་འདི་འདྲ་བ་དེ་འོ་ཁྱེད་རང་ཚོ་ལོ་གཞོན་པ་ཚོས་གིས་འོ་དགོངས་པའི་ནང་ལ་ཡ་འོ་ད་ཁོས་ཆོས་གཏམ་བཤད་གི་ཡོད་རེད་དགོངས་དགོངས་དེ་འདྲ་གནང་རྒྱུ་མེད་པ་ཡིན་པ་རེད། འོ་ད་འདི་དངོས་གནས་དྲ་གནས་ཀྱི། སུད་སིའི་ཧི་མ་ལ་ཡའི་རི་རྒྱུད་དང་བོད་རིགས་ཀྱི་རིག་གཞུང་མི་རིགས་དང་བཅས་པའི་སྲོག་རྩ་གཅིག་ཡང་ཆགས་ཀྱི་ཡོད་ཡིན་པ་རེད། དཔེ་དྲ་བོ་གཅིག་ཆ་བཞག་ཡིན་ན། ཆོས་རྒྱལ་མེས་དབོན་ནམ་སོང་སྐབས་ལ་སྟོབས་ཤུགས་ཆེན་པོ་ག་འདྲའི་གཅིག་བྱུང་བསྡད་ཡོད་པ། དེ་སྟོབས་ཤུགས་དེ་གི་དེའི་སྐབས་ལ། ཆབ་སྲིད་སྤྱི་ཁོག་གི་སྐད་ཆ་མ་ཡིན་པར། ཆོས་དང་ཆབ་སྲིད་ཟུང་དུ་འབྲེལ་བའི་ཐོག་ནས་ལུགས་ཟུང་གཅིག་གི་ཐོག་ནས་ཕེབས་བསྡད་ཡོད་བསྡད་པ་གཅིག། བར་དུ་རྒྱལ་པོ་གླང་དར་མས་ཀྱིས་དེ་ནས་མ་བྱས་ཚེ་བོད་ཀྱི་བསྟན་པ་ཉམས་ཆག་ཅིག་བྱུང་རྗེས་བོད་རྒྱ་ཕྲན་བསིལ་བུ་ཐོབ་པ་ཅིག་བྱུང་བ་རེད་དེ། ད་ལྟ་བར་དུ་བཀའ་འགྱུར་བསྟན་འགྱུར་ཟེར་ནས་མདོ་སྟོད་དབུས་མའི་ཧི་མ་ལ་ཡ་དང་བཅས་པ་གཅིག་གྱུར་ཆགས་བསྡད་ཡ་དེ་ག་གིས་རྡོག་རྡོག་བཟོས་འདུག་ཟེར་ན། ཆོས་དེ་གིས་བཟོས་བསྡད་ཡོད་བསྡད་པ་དེ་ད་དངོས་ངན་དངོས་ངན་རྗེན་རྗེན་གྱི་མཁན་ཐུབ་ཡ་ཅིག་ཡིན་བསྡད་པ་ཅིག། ཨོ། རྒྱལ་ཕྲན་སྲིད་བུ་ཐོ་བས་ཚར་བའི་རྗེས་ལ་ཡང། འགྲོ་མགོན་ཆོས་རྒྱལ་འཕགས་པ་གིས་མཚོན་པའི་འོ་དེ་འདྲའི་ཅིག་གིས་བུ་རྡོག་རྡོག་བཟོ་ཐུབ་ཡ། དེའི་ནུས་པ་དེ་སུས་བཟོས་གནང་གི་འདུག་ཟེར་ན། ནང་པ་སངས་རྒྱས་པའི་ཆོས་ཚུལ་འདི་ཡི་ནུས་པའི་ཐོག་ནས། ཡོན་རྒྱལ་རབས་འོ་དེ་གའི་དེ་ཡང་དངོས་གནས་དྲ་ནས་ཆོས་འདི་གི་ནུས་པ་ལ་བརྟེན་ནས་བཀུག་རྗེས་འོ་ནི་དུག་སེལ་ནས་བྱུང་འདྲ་ཡ་ཅིག། ད་དེ་ནས་རྒྱལ་མཆོག་ལྔ་པ་ཆེན་པོ་ནས་བྱས་རྗེས་དབུས་དགའ་ལྡན་ཕོ་བྲང་གསལ་བྱེད་ཀྱི་དེ་འདྲའི་ཅིག་གིས་ད་རྦད་དེ་ཁྱབ་ཁོངས་གཅིག་གི་འོག་ནས་ཡར་འདུག་ཅེས་ཆོས་སྲིད་ཟུང་འབྲེལ་གྱི་ཐོག་ནས་གནས་ཐུབ་ཡ་དེ་ཡང་ཆོས་སྡིག་གི་ནུས་པའི་ཐོག་ནས་བྱུང་བསྡད་པ་ཡིན་བསྡད་པ་ཅིག་དེ་གི་དེ་ཚང་མ་མཁྱེན་དགོས་ཀྱི་འདུག་བ། གཞན་དག་ཕ་ཤ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་སྐབས་ལ་ཡང། དངོས་གནས་དྲ་གནས་རྒྱ་མི་གུང་ཁྲན་ཏང་གིས་བོད་ཀྱི་ས་ཆ་དེ་བཙན་བཟུང་བྱས་རྗེས་ང་ཚོ་བོད་གཞུང་དེ་ཕོ་བྲང་དང་ཆབ་འབངས་དང་བཅས་པ་ཨེ་ནས་རང་དབང་བྲལ་རྗེས་མི་ཡུལ་ལ་གྱར་དགོས་ཡ་ཅིག་གནས་ཚུལ་དེའི་སྐབས་ལ་ཡང་ད་ལྟ་འཚོ་གནས་འདུག་ཟེར་གྱི་ཡོད་དེ་བས། འཛམ་བུ་གླིང་ཚང་མས་ཀྱི་ཡ་ཆ་མཐོང་གནས་ཐུབ་ཡ་གཅིག་དང་དེ་སྟེ། ནང་པ་སངས་རྒྱས་པའི་གི་ཆོས་ཚུལ་འདིའི་ཐོག་ནས་གནས་བསྡད་ཡ་གཅིག་ཆགས་ཀྱི་འདུག་བ། ཡིད་འཕྲོག་པ་ཚང་མ་ལོག་གི་སྔོན་གནས་དྲགས་ནས་འདི་ལ་ངོ་མཚར་སྐྱེས་ཡོད་བ། ཚན་རིག་པ་ཚུན་ཆད་ཀྱིས་ཀྱང་འདི་ལ་ཡ་དོ་སྣང་བྱས་བསྡད་ཡ་གཅིག་ཡོད་བསྡད་བ། སྐྱབས་མགོན་རིན་པོ་ཆེ་འཛམ་བུ་གླིང་འདིའི་ནང་དེ་ལ་ཡ་རྒྱ་བ་ཡེ་ཤེས་ནོར་བུ་སྤེལ་ཏེ་མཚན་སྙན་ཉི་ཟླ་ལྟར་གྲགས་བསྡད་བ། ཡ་ཨོ་དེ་འདྲས་ཅིག་ཡོད་བསྡད་ཡ་དེ་གང་གི་ནུས་པའི་སྟོབས་ཀྱིས། དམ་པའི་ཆོས་འདི་གི་ནུས་པའི་ཐོག་ནས་ཡ་ནས་བྱུང་བསྡད་བ་ཅིག་ཡིན་བ་ཅིག་འདུག་ཟེར་ཡོད་བསྡད་བ། ཨོ་དེ་འདྲས་ཡིན་དུས་ད་ལྟ་ང་རང་ཚོ་གི་ལོ་གཞོན་པ་རྣམ་པ་ཚོ་གི་ད་དངོས་གནས་དྲང་གནས་ཀྱི་ཆོས་ཟེར་མཁན་དེ་ལམ་དང་ལུགས་སྲོལ་ཅིག་གི་སྐད་ཆ་མ་ཡིན་པ། སྤྱིར་ཆོས་དེའི་ནང་ནས་ནང་པ་སངས་རྒྱས་པའི་ཆོས་ཚུལ་དཔལ་ནཱ་ལེནྡྲ་གི་ཆོས་ཚུལ་འདི་དེང་དུས་ཚན་རིག་དང་མཐུན་པ་ཅིག་ཡིན་བསྡད་པ་དང། ད་ལྟའི་གི་དངོས་གནས་དྲན་ན་འཛམ་གླིང་གི་ཞི་བདེ་ལ་ཡ་ཧ་ཅང་གི་དགོས་མཁོ་ཆེན་པོ་ཡིན་བསྡད་པ་དང། འོ་ད་དངོས་གནས་དྲན་ན་གི་མི་རིགས་རིག་གཞུང་གི་སྲོག་རྩ་གཅིག་ཡང་ཆགས་ཀི་ཡོད་བསྡད་པ་ཅིག་འོ་དེ་འདྲའི་ཅིག་གི་ད་དགོངས་པ་ལ་འཁོད་པའི་ཐོག་ནས་ད་ཤུགས་རྒྱག་ཡ་གི་དེ་གལ་འགངས་ཆེན་པོ་ཞེ་བོ་ཆགས་བསྡད་ཡོད་བསྡད་པ། ད། ལུང་པ་འདིའི་ཟུར་གཅིག་ན་ལ། ང་ཚོ་ཁྲོམ་གཞུང་གྱི་བགྲོད་པ་གལ་པན་ཇབ་རྒྱ་གར་མཇལ་ཡག་འདུག་བྷི་ཏི་ན་མི་མཐོང་ཡག་འདུག་རྒྱ་མི་མཐོང་ཡག་འདུག་མང་པོ་མཐོང་ཡག་འདུག་ཨ་ནེ་པ་ལི་མཐོང་ཡག་འདུག། ཁོ་ནང་ཚོས་སུ་སུ་སུ་སུ་ལུང་པའི་སྐད་རྒྱག་གི་ཡོད་ན་རེད་སུ་སུ་ཆོས་བྱེད་ཀྱི་ཡོད་ན་རེད་བྱེད་ཀྱི་མེད་ན་རེད། ཁྱད་པར་ཞི་རགས་ཡོག་མ་རེད་ཁོ་ནང་ཚོ་ལུང་པ་འདིའི་ནང་ལ་ཡ་སུ་སུ་སུ་ཆོས་དེ་མ་བྱས་ན་ཆོས་དེ་ཉམས་འགྲོ་ཡག་གི་ཉན་ཁ་ཡོག་མ་རེད། སྐད་ཡིག་ཉམས་འགྲོ་བའི་ཉན་ཁ་ཡོག་མ་རེད་རྒྱལ་ཁབ་སོ་སོ་ལས་ཏག་ཏག་ཏག་ཏག་ཡོག་རེད་སུ་སུའི་རྒྱལ་ཁབ་ལ་ཆ་ཚང་ཡོག་རེད། ང་ཚོ་འདྲ་བོ་ཅིག་ལ་ཆགས་ཤ་བ་ཡིན་ན། ད་ཧི་མ་ལ་ཡའི་རི་རྒྱུད་དེ་ཕལ་ཆེར་དེ་ག་རེད། དེ་ནས་ད་ལྟ་འདི་བོད་གངས་ཅན་ལྗོངས་ལྷག་པར་བོད་གངས་ཅན་གྱི་ལྗོངས་མདོ་སྟོད་དབུས་སྨད།

སྐད་ཡིག་དང་བཅས་པ་བཀླག་ཡག་གི་མཛམ་དེ་བསླེག་བསྡད་པའི་ཁ་ཐུག་དེ་ལ་ད་ང་རང་ཚོ་ལུང་པ་འདིའི་ནང་ནས་ད་ཤུགས་བརྒྱབ་རྗེས་ཨ་ནི་དཀའ་ལས་རྒྱག་ཡག་དེ་སྐྱོན་ཡང་སྐྱོན་གྱི་ཡོད་རེད་ལ་ད་རྒྱབ་དགོས་ཡག་དེ་གནད་འགག་དེ་ཐུག་དེ་ཡོད་དགོངས་དགོངས་གཅིག་གི་ཐོག་ནས་ཨ་ནི་ཤུགས་སྐྱོན་ཡག་དེ་ད་གལ་ཆེ་དོན་ཆེ་ཞེ་བོ་གཅིག་ཆགས་ཀྱི་འདུག་ཨ་ཧོ་འདི་ནས་བཀླག་ན་དེ་ནི་བཀླག་འགྲོ་གི་འདུག་ཨ་ད་འདི་ནས་གཟིམ་ན་ཨ་ནི་མ་འོངས་པ་ལ་ཡང་རྩ་བོད་རྒྱབ་ཕྱོགས་ཡག་གཅིག་ཡོང་གི་རེད་ཨ་ད་ལྟ་ང་རང་ཚོ་རྡོ་རྗེ་གདན་ལ་ཡང་བྱང་ཆུབ་ལྗོན་ཤིང་ཆེན་པོ་གཅིག་ཡོད་པ་ཨ

ཁོ་ག་ནས་ད་འདས་འབྱོན་ཞིང་དེ་ག་ནས་ཕེབས་པ་རེད་ཟེར་ན་ཤི་རི་ལང་ཀ་ནས། རྒྱལ་རྒྱལ་མྱ་ངན་གྱི་སྲས་མོ་ག་རེ་རེད་ཅིག་ཅིག་ཅིག་སྲས་དང་སྲས་མོ་ཕི་ནེ་བྷར་ཕེབས་ནས་དེ་ནས་ཨེ་ནས་བྱང་ཆུས་ལྗོན་ཤིང་དེ་ནས་ཡར་ག་བྷར་རྣམས་རྗེ་ཕི་གེ་ལ་ཡ་བཙུགས་ཤ་བེད་ཀྱི་ལྗོན་ཤིང་དེ་གི་ཆ་ཤས་ཨེ་ནས་ཚུགས་བཙུགས་ནས་ཡ་སྐྱེས་པ་རེད་ཟེར་ན་འོ་དེ་འདྲས་ཅིག་འདུག་བ་ད་ང་ཚོ་དཔེ་དེ་ལ་སླད་ནས་ང་རང་ཚོ་འདི་ནས་ཨ་ནས་སོ་སོའི་སྐད་ཡིག་རིག་གཞུང་ཆོས་དང་བཅས་པ་ཨ་ནས། ཉམས་པ་སུ་རྒྱུད་མི་ཉམས་གོང་འཕེལ་བྱས་ནས་མ་འོངས་པ་ལ་སོ་སོའི་ཕ་མེས་ཀྱི་ས་ཆ་དེ་ལ་ཡང་ད་དུང་འཛུགས་བྱས་ཆེད་དུ་ས་བ་བཙུགས་ཡག་གི་ཨོ་དེ་འདྲའི་ཤུགས་རྒྱོབ་དགོས་ཡག་དེ་ད་གལ་ཕྱི་ནང་གི་དོན་ཆེན་ཆགས་ཀྱི་འདུག་བ་ཨོ་ད་དེ་རེད་མི་གཞན་དག་ལ་དཔེ་ལེན་ཡག་མ་རེད་མི་གཞན་དག་ཉམས་ཐོག་ཡོག་མ་རེད་ང་རང་ཚོ་དེ་དངོས་གནས་དྲ་གནས་ཀྱི་ད་འཆི་གསོན་ཙམ་ལ་ཐུག་བསྡད་པ་དེ་འདྲ་ཅིག་རེད་ཨོ་དེའི་ཐོག་ལ་དགོངས་པ་བཞེས་ཡག་གལ་ཆེ་རེད་ཟེར་ནས་ང་ཞུ་འདོད་བྱུང་སོང་དེ་འདྲ་ཅིག་རེད།